འདི་ཇི་ལྟར་གལ་ཆེན་པོ་ཞིག་རེད། དེ་ནི་ང་རང་ཚོ་ཆོས་བརྒྱུད་ཞེ་དགུ་དེ་བྱས་པ་ཡིན་ན་ཡང། ད་ཅིག་རྩ་བ་གཅིག་ནས་བྱུང་བའི་གནས་འགྱུར་ཆོས་གཞི་དང་འདྲ་བ་ཅིག་ཚང་མལ་གྱི་ད་ཅིག་ད་གང་སོར་ཆོས་བརྒྱུད་སོ་སོ་སོ་སོ་ལ་ཡང་བླ་མ་བརྒྱུད་པ་མ་འདྲ་བ་དང་ཡང་དེ་ག་ནང་བཞིན་རྒྱ་གཞུང་དེ་གི་དེ་ལ་ཡང་དགོངས་པ་བཅད་ལྷག་མ་འདྲ་བ་ཙམ་འདྲ་བ་ཞིག་རེད་མ་གཏོགས་ཐ་མ་ཐ་མ་ཐུག་ས་དེ་གང་སོར་ཚང་མ་ཅིག། སྟོན་པ། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཡིན་པའི་ཆ་ནི་གཅིག་པ་རེད། དེ་ག་ནང་བཞིན་ང་རང་ཚོས་གང་ཟེར་བ་རེད། ཐ་མ་ཐ་མ་ལ་ཡང་དབུ་མའི་ལྟ་བ་དེ་ལྟ་བ་ཐམས་ཅད་ཀྱི་ནང་ནས་ཡང་རྩེ་འདི་འདྲ་བ་དང་འདི་གལ་ཡིན་པའི་ཆ་ནས་གཅིག་པ་ཆགས་ཡོད་པ་རེད། དེ་བྱེད་དུས་ག་ལ་དག་དེ་དེ་འདྲའི་ཀྱི་ཕྱོགས་ནས་ནི་གང་ཟེར་བ་རེད་ང་ཚོ་ཚང་མ་ལ་ཡང་འབྲེལ་བ་ཡོད་དེ་བ་དེ་འདྲའི་ཇི་རེད། ཕན་ཚུན་འབྲེལ་བ་ཡོད་དེ་བ་དེ་འདྲའི་ཇི་རེད་ལ་དེ་ག་ང་ཞེ་ད་གཡུང་དྲུང་བོན་ཡིན་ན་དཔལ་མི་སེར་སྐད་ཆེན་པོ་ཆག་གོ་རེད་གང་ལས་ཞུས་ན་ད་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་ལུགས་སུ་ཆགས་ཀྱི་ཡོད་ཅེ་ད་ང་ལ་ད་དེ་ཡང་དེ་ག་ང་བཞིན་གལ་ཆེན་པོ་ཆགས་ཀྱི་ཡོད་བྱས་ཙང་ད་ང་ཚོ་གཅིག་གིས་གཅིག་ནས་ལེགས་བཤད་གང་སོ་རེད་ཉན་དགོས་ཏེ་གལ་ཆེན་པོ་ཞུ་ཆགས་དེ་གི་འདུག་འོ་དེ་ཞུས་ཡིན།

ཉམས་ལེན་གང་དང་གང་རེད་བྱས་པ་ཡིན་སྤྱི་བཏང་ནས་བྱམས་པ་དང་སྙིང་རྗེ་དང་བདེ་སྐྱིད་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་མེད་ཐབས་མེད་པ་རེད་དེ་ཡིན་ན་ཡང་བདེ་སྐྱིད་དེ་སྟོང་ཉིད་ལྟ་བས་ཀྱི་རྩིས་མ་ཟིན་པ་ཡིན་ན་དེ་ནས་དངོས་གནས་དྲང་གནས་ཅིག་གང་ཤེས་པོ་རེད་སངས་རྒྱས་གོ་འཕང་ཐོབ་ཐུབ་ཟེར་རྒྱུ་དེ་དཔེ་མི་སྲིད་ག་ལེ་ཁ་བོ་ཆགས་ཀྱི་ཡོད་ས་རེད་ག་རེ་ཞུ་ན་ལབ་ད་བྱམས་པ་དང་སྙིང་རྗེ་གཅིག་པུ་གཅིག་གིས་ད་ཅིག་འཁོར་བ་ལ་འཁོར་བའི་རིང་ལ་ཨེ་ནས།

དེ་ནི་ཇི་ལྟར་ནས་ང་ཚོ་དབུ་མའི་ལྟ་བ་འདི་ཡག་པོ་ཞིག་སྐྱེལ་བར་བྱ་བ་ལ་ཐོག་མ་གཞུང་ཆེན་འདི་གའི་ཐད་སློབ་སྦྱོང་གནང་ཡང་གལ་ཆེན་པོ་རེད་མ་སྦྱངས་པ་ལ་བཤད་ཐུབ་ཀྱི་མ་རེད་དེ་ཕྱི་དྲོའི་སྐབས་ལ་ཡང་ཐོག་མ་ང་ཚོ་ད་ལྟ་འདི།

བྱུང་དང་འབྱུང་འགྱུར་ད་གང་སྲིད་འོངས་པ་མ་འོངས་པ་ལ་ཡང་མུ་མཐུད་ནས་རྒྱུན་དུ་ང་ལ་ཚོ་མཁས་དབང་ཐམས་ཅད་དེ་འདྲའི་འཛོམས་བྱས་ནས་ཆོས་ཀྱི་ཐོག་ནས་ཕན་ཚུན་བགྲོ་གླེང་གནང་ཐུབ་པ་ཡིན་ན་དཔེ་མི་སྲིད་ཡག་པོ་འདུག་ཟེར་ནས་དེ་འདྲའི་བསམ་གྱི་འདུག་ལ་ནི་དེ་འདྲའི་གནང་ཡས་ཀྱི་ཞིབ་ཏུ་ཡག་གང་སྲིད་འོས་ཁྱེད་རྣམ་པ་ཚང་མ་ལ་ཡག། རེ་སྒུག་ཞུ་གི་ཡོད་ལ་ནི་རྒྱབ་སྐྱོར་ཡང་མཐའ་གཅིག་ཏུ་ཞུ་གི་ཡོད་ལ་དེ་འདྲས་བྱས་ཨེ་ནས་ད་མཐའ་དོན་དེ་ལ་ཡང་རིགས་གཏེར་སྤྱི་སྤྱོད་དེ་དང་དེ་ག་ནང་བཞིན་རིས་མེད་མཁས་པའི་བགྲོ་གླེང་ཚོགས་པ་ད་དེ་དག་གི་ནས། དེ་དག་ལ་བརྟེན་ནས་བྱུང་བའི་དགེ་བའི་རྩ་བ་དེ་དག་གི་རྒྱུ་བྱས་ནས། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་གྱི་སྲས ྋགོང་ཆེན་པོ་མཆོག་དང། ྋརིག་པ་གསར་འགྱུར་པའི ྋསྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཞལ་གཅིག་པ་ཆེན་པོ་མཆོག་དང ྋཁྲི་འཛིན་རིན་པོ་ཆེ་རྣམ་པ་གཉིས་དེ་ག་ནང་བཞིན་རིས་སུ་མ་ཆད་པའི། བསྟན་བདག་བླ་ཆེན། རྣམ་པ། ད་ལྟ་བསྟན་འཛིན་གྱི་སྐྱེས་བུ་གང་ལ་སུ་ཞུ་ཐམས་ཅད་ནི་སྐུ་ཁམས་བཟང་ཞིང་སྐུ་ཚེ་རིང་ལ་འགྲོ་དོན་འཕེལ་བ་དང་ཟག་མེད་ཐུགས་ཀྱི་དགོངས་པ་ཡོངས་སུ་རྫོགས་པ་དེ་ག་ནང་བཞིན་རྒྱལ་བའི་བསྟན་པ་རིན་པོ་ཆེ་དེ་ཉིད་ཕྱོགས་དུས་གནས་སྐབས་ཀུན་ཏུ་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ་དང་དགེ་འདུན་གྱི་སྡེ་ཐམས་ཅད་ཐུགས་མཐུན་ཁྲིམས་གཙང་ཆོས་སྤྱོད་ཅི་ཡོད་བྱ་བ་ལས་མི་འདའ་བ་ནི་མཐར་མ་གྱུར་ནང་གི་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད། མ་རིག་པའི་གཉིད་ལས་སངས་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་རིན་པོ་ཆེ་མྱུར་དུ་ཐོབ་པའི་སྨོན་ལམ་ཞུ་གི་ཡོད་ཐུགས་རྗེ་ཆེ།